ཨ་ནི་ལས་ལྔ་དང། གཙོ་བོ་གདུག་པའི་བྱ་བ་དང་ལྡན་པའི་ལས་ལྔ། དེ་ལ་དང་པོ་ལྔའི་ལུས་ཀྱི་ལས་ནི་གྲོང་དང། གཙུག་ལག་ཁང་དང། གཙུག་ལག་ཁང་ལ་སོགས་པའི་སྲོག་ཕྲད་འདུས་པ། ཁྱིམ་གྱི་གནས། དཔེར་ན་ཡོན་བདག་གི་གནས་ཟེར་བ་འདྲ་བོ། ཚོང་པའི་གནས། ཨ་ནི་ག་རེ་དཔེར་ན། དཔེར་ན་ལྟད་མོ་ལྟ་ས། ད་ག་ན་ཞིག་གིས་ནི།

བློ་སྔོན་དུ་བཏང་ནས་མཐོང་བའི་རྣམ་པར་བལྟ་བའོ། ཡན་ལག་དང་ཉིང་ལག་ཐམས་ཅད་ཀྱི་ལས་ནི་ཡན་ལག་དང་ཉིང་ལག་བསྐྱང་བ་དང་བསྐུམ་པའོ། ཆོས་གོས་དང་ལྷུང་བཟེད་ཀྱི་ལས་ནི་ཆོས་གོས་གསུམ་དང་ལྷུང་བཟེད་ལོངས་སྤྱད་པ་དང་བཅང་བར་བྱ་བའོ། བསོད་སྙོམས་ཀྱི་ལས་ནི་ཟོས་འཐུངས་མྱང་བ་ལ་སོགས་སོ། གཙུག་ལག་ཁང་ན་སྤྱོད་པའི་ལས་ལྔ་ཡི། ལུས་ཀྱི་ལས་ནི་ཆགས་སམ་ལ་ཆགས་པ། བར་དོ་ལྕམ་ལྕམ་བྱས་བྱས། ཆགས་སམ་ལ་ཆགས་པའམ། ཆོས་མཐུན་པའི་གན་དུ་འགྲོ་བའམ། ཆོས་ཀྱི་ཕྱིར་ལམ་དུ་ཞུགས་པའི་སྲོག་དབང་དང་ཆག་ས་ཆུ་མཐུན་པ་མཁན་སློབ་བླ་མ་དང་དེ་དང་འདྲ་བ་རྣམས་ཀྱི་མདུན་ན་འདོད་པ་དང་ཁྲི་ལ་སོགས་པའི་སྟེང་དུ་སྐྱིལ་མོ་ཀྲུང་བཅས་ནས་འདུག་པའོ། ངག་གི་ལས་ནི། ངག་གི་ལས་ནི། ལུང་མ་ནོད་པའི་གསུང་རབ་ཡན་ལག་བཅུ་གཉིས་ཀྱི་ལུང་གསར་དུ་ནོད་ཅིང་ཀུན་ཆུབ་པར་བྱེད་པ་དང་གནོད་པ་རྣམས་ཁ་འདོན་དང་གཞན་ལ་སྟོན་པ་དང་བརྩོན་འགྲུས་བསྐྱེད་པའི་དོན་དུ་གཞན་དང་ལྷན་ཅིག་གཏམ་འདྲེ་བར་བྱེད་པས་སྨྲ་བའོ། ཡིད་ཀྱི་ལས་ནི། ནམ་གྱི་ཐུན་བར་པ་ལ་ཉལ་བ་དང། དབེན་པར་སོང་སྟེ་བྱིས་གླུ་ཐོས་པའི་དོན་སེམས་པ་དང་སེམས་གུས། དང། འཇོག་པ། སླད་དུ་འཇོག་པ་ལ་སོགས་པ་ཉེ་བར་འཇོག་པ་དུལ་བ་བྱེད་པ་ཟད་ཀྱི་སེམས་གུས་དེ་ཡིན་ཟེར། སེམས་གུས། ཏིང་ངེ་འཛིན་དུ་བྱེད་པའམ་སེམས་ནང་དུ་བསྡུས་ནས་དམིགས་པ་ལ་རྩེ་གཅིག་ཏུ་བྱེད་པ་དང། དེ་ནས་ལྷག་མཐོང་ལ་བརྩོན་པས་མི་སྨྲ་བ་དང། ཚ་བའི་དུས་སུ་ངལ་བའི་ཚེ་དུས་མ་ཡིན་པ་གཉིས་ཀྱིས་སྙོམས་པར་འདོད་པ་སྲང་བར་བྱེད་པའོ། ཉིན་མོ་དང་མཚན་མོའི་ལས་གཉིས་ནི། ཉིན་མོ་དང་ནམ་གྱི་ཆ་སྟོད་སྨད་ལ་མི་ཉལ་བས་བསྟན་ལ་དེ་ཡི་ལུས་ངག་གི་ལས་ཀྱང་བསྟན་ནོ། ཉལ་བ་ཞེས་གསུངས་པས། ཀྱི། ནམ་གྱི་ཐུན་བར་པ་ལ་ཉལ་བ་དང་ཟེར་ཡ་གི། ཉལ་བ་ཞེས་གསུངས་པས། འདི་ཡང་ཐོགས་མེད་ཀྱི་གཞུང་གི། གཞུང་གི་ཚིག་འཁོར་དག་གིས་དེ་རེ་བཞག་ཇི་རིམ་བཞིན་དེའི་ཚིག་ཚུགས་དོགས་དྲུག་བསྐྱེད་པ་ཚུགས་ཚིག་ཚོགས་བསྡུས་བཏང་བ་དོགས་ཤིང་ཐོགས་མེད་ཀྱི་གཞུང་འཁོར་རེ་ཚིག་རེ་བཞག་དེའི་རིགས། ཉལ་བ་ཞེས་གསུངས་པས་ཀྱང་མཚན་མོའི་ལས་དང་ཡིད་ཀྱི་ལས་ཁོ་ན་བསྟན་ནོ། ཉལ་བའི་གནས་སྐབས་ལ་ངག་གི་ལས། ད་ཅིག་ལོ་ཀྱི་ལུས་བྱོན་དུ་མ་གཏོགས་གཞན། ངག་གི་ལས་ཡོག་མ་རུ་བ་ལྟར། ད་ལུས་ཀྱི་ཡང་འདུག་སྟངས། ཡོད་ས་རེད་ད་ཉལ་བ་ཞེས་གསུངས་པས་ཀྱང། མཚན་མོའི་ལས་དང་ཡིད་ཀྱི་ལས་ཁོ་ན་བསྟན་ནོ། བཅུ་པོ་དེ་ལ་ཤེས་བཞིན་དུ་སྤྱོད་པ་ནི་རྒྱུ་བའམ་སྤྱོད་པའི་ལས་ཤིག་བརྩོན་པར་བྱས་ན། ད་འགྲོ་འདུག་གི་སྤྱོད་ལམ་བྱེད་ཡག་ཅིག། བྱེད་དགོས་དུས་ཙཱ་ནས་བྱེད་ཡག་གི་མགོ་ཅིག་ཚུགས་ཡོང་དུས་བརྩོན་པར་བྱས་ན་དང་པོ་ཁོ་ན་ལས་དེ་ལ་དྲན་པ་ཉེ་བར་བཞག་ཅིག་བག་ཡོད་པར་སྤྱོད་ལ། དེ་གཉིས་ཀྱིས་ཟིན་པའི་རྣམ་པ་གང་གིས་བརྟག་པར་བྱ་བ་དང་ཚུལ་ཇི་ལྟར་བརྟག་པར་བྱ་བའི་རྣམ་པ་དེ་ཚུལ་དེ་ལྟར་རྟོགས་པ་ཞེས་ཤེས་པར་བྱའོ། ད་འགྲོ་ཆོ་ག་ག་རེ་འགྲོ་མ་ཆོག་ས་ག་རེ་རེད་འགྲོ་སྟངས་ག་འདྲེ་རེད་བ་དེ་ཚོའི་གྲས་དེ་ངེས་པར་བྱས། ངེས་པའི་སྒོ་ནས་སོ་སོ་བྱ་བ་དེ་དང་དེ་ལ་འཇུག་བཞིན་པའི་གནས་སྐབས་ལ་ཏག་ཏག་ཡོང་གི་འདུག་ག་མི་འདུག་ག་ནི་ཤེས་བཞིན་གྱི་བྱ་ར་ཇི་བཞིན་ཇི་བཞིན་བྱས་བྱས་འདུག་ཟེར་འགྲོ་ཡ་ཡིན་པ་རེད། རྣམ་པ་དེ་ཚུལ་དེ་ལྟར་རྟོགས་པ་ཞེས་ཤེས་པར་བྱའོ། དེ་ཡང་རྣམ་པ་བཞི་སྟེ། དང་པོ་ནི། ལུས་ཀྱི་ལས་ལ་སོགས་པ་གཞི་བཅུ་པོ་གང་ལ་རྣམ་པ་གང་གིས་གཞི་ལྟར་བརྟག་པར་བྱ་བའི་གཞི་དེ་ལ་རྣམ་པ་དེས་དེ་ལྟར་རྟོགས་པར་བྱེད་པ་སྟེ་དཔེར་ན་འགྲོ་བ་དང་འདོགས་པའི་ལས་ལ་འགྲོ་བ་དང་འོང་བའི་ཀུན་སྤྱོད་འདུལ་བ་ནས་གསུངས་པ་དང་ཤེས་ནས། དེའི་ཚེ་ད་ལྟ་འདི་དང་འདི་བྱེད་དོ་ཞེས་རྟོགས་པ་ལྟ་བུའོ། དང། ང་ཚོ་དྲན་པ་ཉན་བྱ། བློ་སྦྱང་ངན་དེ་ཚོའི་གྲས། ཨེ་ནི། དཔེར་ན་གོམ་པ་སྤོས་པའི་ཁ་ཐུག་ལས་ད་ལྟ་རྐང་པ་གཡས་པ་འཐོར་གྱི་ཡོད། ད་ལྟ་རྐང་པ་གཡོན་པ་འཐོར་གྱི་ཡོད་བསམ་པ།

དེ་སྔར་མི་འགྲོ་ཞིང། དེ་ལས་གཞན་དུ་འགྲོ་བའི་ཚུལ་རྣམས་ཤེས་ནས་དེ་དང་དེའི་ཚེ་ཞི་ཞིང་འཇོག་པ་ལྟ་བུའོ། གསུམ་པ་ནི། དུས་གང་གི་ཚེ་རྣམ་པ་གང་གི་ཞིང་དུ་བརྟག་པར་བྱ་བའི་དུས་དེའི་ཚེ་རྣམ་པ་དེ་དེ་ལྟར་རྟོགས་པ་དེ་དཔེར་ན་སྔ་དྲོ་གྲོང་དུ་འགྱུར་རུང་ཡང་ཕྱི་དྲོ་མི་རུང་བར་ཤེས་ནས་དེ་ལྟར་སྤྱོད་ཅིང། དེའི་ཚེ་ཡང་ཞི་ཞིང་འཇོག་པ་ལྟ་བུའོ། བཞི་པ་ནི། ལས་དེ་དག་ཇི་སྙེད་ཅིག་རྣམ་པ་གང་གི་ཞིང་དུ་བརྟག་པར་བྱ་བའི་ལས། དེ་ཉིད་གཅིག་རྣམ་པ་དེས་དེ་ལྟར་རྟོགས་པར་བྱ་བ་སྟེ་དཔེར་ན་འགྲོ་བའི་ཚེ་ན་ཤིན་ཏུ་བསྡམས་ཤིང་ཁྱིམ་གཞན་དུ་འགྲོ་བར་བྱའོ་ཞེས་པ་ལ་སོགས་པ། ན་འགྲོ་དང། ཁྱིམ་ལ་འདུག་དང། ཟས་སློང་དང། ཀ་སུ་རའི་ལྷུང་བཟེད་ཀྱི་ནང་ལ་ཟས་ལེན་དང་ཟས་ཟ་དང། ཚང་མ་ལ་ནི་འདུལ་བའི་ནང་ལས་མང་པོ་བཞུགས་ཤིག་དང། ཡོན་ཏན་ཡོད་རེ་བ་ཉེས་བྱས་ཀྱི་དུས་ཚོད་ནང་ལ་མང་པོ་བཞུགས་ཤིག་ཅེས་པའོ། དེ་ཚོའི་གྲས་དེ་ཤེས་པར་བྱས་ནས། འགྲོ་བའི་བསླབ་བྱ་སྨྲ་རེས་ཁྱིམ་གཞན་དུ་འགྲོ་བར་བྱའོ་ཞེས་པ་ལ་སོགས་པ་འགྲོ་བའི་བསླབ་བྱ་ཇི་སྙེད་ཡོད་པ་རྣམས་དྲན་པར་བྱེད་པ་ལྟ་བུའོ། མདོར་ན་ཉིན་མོ་དང་མཚན་མོའི་ཀུན་སྤྱོད་ཅི་ཙམ་ཡོད་པ་དྲན་པར་བྱས་ནས་དེ་དག་གི་བྱ་བ་དང་བྱ་བ་མ་ཡིན་པ་ཤེས་པར་བྱ་བ་དང་འཇུག་ལྡོག་གི་ཚེ་ན་ཡང་ད་ལྟར་འཇུག་པའམ་ལྡོག་པ་འདི་དང་འདི་བྱེད་དོ་ཞེས་ཐམས་ཅད་ལ་ཤེས་ཤིང་འཇོག་པའོ། དེ་ལྟར་བྱས་ན་ཚེ་འདིར་ཡང་ལྟུང་བས་མི་གོས་པ་དང་ཤི་ནས་ཀྱང་ངན་སོང་དུ་མི་ལྟུང་བ་དང། ལམ་གྱི་རྟོགས་པ་མ་ཐོབ་པ་ཐོབ་པར་བྱ་བའི་རྒྱུ་སོགས་ལ་གནས་པར་གསུངས་སོ། འདི་དང་དབང་པོའི་སྒོ་སྟོན་པ་གཉིས་ནི་འཕགས་པ་ཐོགས་མེད་ཀྱིས་མདོ་དྲངས་ནས་དེའི་དོན་བཀྲལ་བ་ལྟར་བཀོད་པ་སྟེ། འདི་གཉིས་ལ་འབད་ན་དགེ་སྦྱོར་བྱེད་པ་ཐམས་ཅད་ལ་བོགས་གཞན་དང་མི་འབྲལ་བར་འོང་ཞེས་ཁྱད་པར་དུ་ཚུལ་ཁྲིམས་ཡོངས་སུ་དག་པ་དང་ཞི་གནས་དང་ལྷག་འདོད་ཀྱིས་བསྡུས་པའི་སེམས་དང་པོ་མི་འདོད་པའི་ཏིང་ངེ་འཛིན་སླར་ཡང་འགྲུབ་པར་གསུངས་པས་འབད་པར་བྱའོ། ཟས་ཀྱི་ཚོད་རིག་པ་ནི་ཆོས་བཞི་དང་ལྡན་པ་སྟེ། ཧ་ཅང་ཉུང་བ་མ་ཡིན་པ་ནི་ཧ་ཅང་ཉུང་ན། ཟས་རྗེས་མའི་དུས་བར་དུ་ཨེ་ན་བོ་མ་འདང་བྱས་བྱས། བཀྲེས་པ་དང། ཨེ་ནི་རིམ་པས་ཀྱི་ལུས་ཉམས་ཆུང་བར་གྱུར་ནས་དགེ་བའི་བྱ་བ་ལ་ཐུགས་མེད་པར་འགྱུར་བས་སྲང་གི་ཟས་ཀྱི་དུས་ལ་མ་སླེབས་ཀྱི་བར་དུ་བཀྲེས་པས་མི་ནུས་པའི་ཚོད་ཙམ་དུ་ཟའོ། ཧ་ཅང་མང་བ་མ་ཡིན་པར་ནི་མང་ན་ལུས། ཁུར་ཐོགས་པ་ལྟ་བུར་ལྕི་བ་དང་དབུགས་འབྱུང་ངུ་དཀའ་བ་དང་གཉིད་མུག་འཕེལ་བ་དང་ལས་སུ་མི་རུང་བས་ཉོན་མོངས་སྤོང་བ་ལ་ཐུགས་མེད་པར་འགྱུར་བས་སོ། ཟས་ཞུ་བ་དང་ཁྲོས་པས་ནི་ཟས་ལ་བརྟེན་པའི་ཚོར་བ་སྡུག་བསྔལ་བ། ངས་རྙིང་པ་རྣམས་སྤོང་ཞིང་ཚོར་བ་སྡུག་བསྔལ་བསམ་པ་ལ་མི་བགྱིད་དོ། བཞི་པ་ཉོན་མོངས་པ་ཅན་མ་ཡིན་པའི། གསུམ་པ་ཟས་ཞུ་བ་དང་ཁྲོས་པ་ཟས་བཅས་དང་བཞི་པ་ཉོན་མོངས་པ་ཅན་མ་ཡིན་པའི་ཟས་རན་པས་ནི། ཉོན་མོངས་པ་ཅན་མ་ཡིན་པའི་ཟས་ཟོས་ཚད་ནི་ད་ཅི་ལྟར་ང་རང་ཚོའི་ལུས། ཚོ་ཡག་དེ་ཙམ་ཞིག་ཡང་གཅིག་པའི་དམིགས་བསལ་གྱི་བའི་འདོད་པ་འཕེལ་ཡག་གི་ཅིག་རོ་བཟའ་ཟེར་རོ། དེ་ཚོའི་སྨན་དེ་ཚོའི་བཟའ་བ་དེ་ཉོན་མོངས་ཅན་གྱི་ཟས་བྱ་བ་ཡིན་པ་རེད།